ད་རིང་ནི་ཕྱི་ལོ་ཉིས་སྟོང་ཉི་ཤེས་ལྔ་ཟླ་བ་དང་པོའི་ཚེས་གསུམ་དང་རེས་གསར་པ་སང་རེད། གཤམ་ལ་གཟའ་འཁོར་འདིའི་གལ་ཆེ་ས་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ནས་རྒྱ་གར་ལྷོ་ཕྱོགས་ཕེབས་ཐོན་མཛད་པའི་སྐོར་དང། ཕྱི་ལོ་གསར་ཚོད་ཀྱི་གྷ་སྟོན་ཉིན་མོ་ཤེས་རིག་ལས་ཁུངས་ནས་བྱིས་པའི་དགོན་རྙིང་འགྲེམས་སྟོན་གནང་བའི་སྐོར། ཕྱི་ལོ་ཉིས་སྟོང་ཉི་ཤས་ལྔ་ལོའི་ཟླ་བ་དང་པོའི་ཚེས་གཅིག་ཉིན་ཁ་ན་ཏའི་བོད་མི་རྣམས་ཀྱིས་རྒྱ་ནག་གི་གཞུང་ཚབ་མདུན་དུ་ངོ་རྒོལ་སྤེལ་འདུག་པའི་སྐོར་དང། ཤེས་རིག་བཀའ་བློན་ལྕང་ར་ཐར་ལམ་གྲོ་མོ་མཆོག་རྒྱའི་སློབ་གྲྭའི་འགོ་ཁྲིད་ཚོགས་འདུར་ཕེབས་ཞུགས་ཀྱིས་གསུང་བཤད་གནང་བའི་སྐོར། རྒྱ་གར་ལུས་རྩལ་བ་ཞིག་གི་སྡིངས་ཆའི་ཐོག་བོད་ཀྱི་གད་བདར་འཕྱར་བའི་སྐོར་བཅས་སྙན་སྒྲོན་ཞུ་རྒྱུ་ཡིན་པས། གསར་འགྱུར་མཁས་པ་ཁག་གསན་གཟིགས་གནང་ཞོར། ཕྱི་ལོ་གསར་པའི་ཚེས་གཅིག་ཉིན་ཁོང་སྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་གྱེར་བའི་ཕོ་བྲང་དུ། ལོ་དེའི་འཛིན་རིམ་དང་པོ་ཨ་རི་དང་སོག་ཡུལ། རྒྱ་གར་སོགས་ནས་ཕེབས་པའི་དད་ལྡན་མི་མང་ཉིས་བརྒྱ་ལྔ་བཅུ་ཙམ་ལ་མཇལ་ཁ་བསྩལ་གནང་བ་དང། དེ་བཞིན་ད་རིང་ཚེས་གསུམ་ཉིན་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་གྱེར་བའི་ཕོ་བྲང་ནས། བཞུགས་སྒར་ཁུལ་གྱི་སེར་སྐྱ་མི་མང་རྣམས་ཀྱིས་ཕེབས་སྐྱེལ་དང་བཅས་རྒྱ་གར་ལྷོད་ཕྱོགས་ཀྱི་མཛད་འཆར་སླད་ཕེབས་སྟོན་མཛད་སོང། ཕྱི་ལོ་ཉིས་སྟོང་ཉི་ཤེས་ལྔ་ཟླ་བ་དང་པོའི་ཚེས་གཅིག་སྟེ་ལྷག་དཀར་གྱི་བའི་ཉིན་བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱིས་བོད་པའི་བྱིས་པ་ཚོ་ཡི་ཆེད་དུ་གསར་བཟོ་ཞུས་པའི་བསྟན་རྩིས་ཀྱི་འཛམ་གླིང་ཞེས་པའི་ཕྱོགས་རྩིས་གསུམ་ལྡན་གྱི་བྱིས་པའི་འགུལ་བརྙན་གྱི་ཁོངས་ནས། ལེའུ་བཞི་པ་བོད་ཀྱི་ལོ་གསར་གྲ་སྒྲིག་ཞེས་པ་ཤེས་རིག་ལས་ཁུངས་ཀྱི་བོད་ཡིག་སློབ་སྦྱོང་དྲ་ཚིགས་དང། YouTube དྲ་བརྙན་ཐོག་ཤར་གཏོང་ཞུས་ཡོད་འདུག་དེ་ཡང་དེང་གི་ཆ་འགུལ་བརྙན་གྱི་སློབ་ཁྲིད་རིག་པའི་ཐབས་ལམ་གལ་ཆེ་གྲས་སུ་བརྩི་བཞིན་པ་ལྟར། བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ནས་བཟུང། ཕྱོགས་བརྩེགས་གསུམ་ལྡན་དང་གཉིས་ལྡན་གྱི་བྱིས་པའི་གུས་ཉེས་བཟོ་སྐྲུན་གྱི་ལས་གཞི་བྱེད་འགོ་བཙུགས་གནང་ཡོད་འདུག་ཕྱི་ལོ་ཉིས་སྟོང་ཉིས་སེ་ལྔ་ཟླ་བ་དང་པོའི་ཚེས་གཅིག་ཉིན་ཁ་ནཱ་ད་ཁྲུ་རོན་ཏོ་བོད་མི་རྣམས་ཀྱིས་རྒྱ་ནག་གི་གཞུང་ཚབ་མདུན་དུ་ངོ་རྒོལ་སྐད་འབོད་གནང་འདུག་དེ་ཡང་ཉེ་ཆར་རྒྱ་ནག་གཞུང་གིས་ཁ་ནཱ་ཏའི་མི་སེར་ཉི་ཤུ་ལ་ཉེས་ཆད་བཀལ་བའི་ནང་བོད་དོན་རྒྱབ་སྐྱོར་བ་གཉིས་དང་བོད་མི་གསུམ་ཚུད་ཡོད་པ་སྟེ། ས་གནས་ཀྱི་བོད་མི་རྣམས་དོགས་གཙོ་གཅིག་སྒྲིལ་གྱིས་ཁོང་རྣམ་པ་གསུམ་ལ་དུང་སེམས་མཉམ་སྐྱེད་དང། རྒྱ་གཞུང་ལ་ངོ་རྒོལ་སྐྱེན་འབེབས་བྱས་ཡོད་འདུག་ལ། སྐབས་དེར་ཁ་ནཱ་དྲ་བོད་དོན་ལྷན་ཚོགས་ཀྱི་ལས་འགུལ་བ་གཡུང་དྲུང་བསྟན་འཛིན་ནས་ཉེས་ཆད་བཀག་བ་ལ་མ་ལྟོས་པར་མ་འོངས་པར་མུ་མཐུད་རྒྱ་གཞུང་ལ་ངོ་རྒོལ་གནང་རྒྱུ་ཡིན་པར་གསུངས་གནང་འདུག། ཕྱི་ལོ་ཉིས་སྟོང་ཉི་ཤས་ལྔ་ཟླ་བ་དང་པོའི་ཚེས་གཉིས་ཉིན་བོད་མི་ཁྲི་ཚོ་གིས་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་བཞུགས་སྒར་ཉེ་འདབས་སུ་ཆགས་པའི་ས་རཱ་སློབ་གཉེར་ཁང་དུ་སློབ་གྲྭའི་སློབ་སྤྱི་དང་གལ་ཆེ་རྣམས་ལ་སློབ་གྲྭའི་གོ་སྒྲིག་ཚོགས་འདུ་གནང་འགོ་ཚུགས་ཡོད་འདུག། ཟབ་སྦྱོང་དེའི་ཐོག་ས་འབོ་དྲ་ཁྱབ་ཁོངས་ནས་སློབ་སྤྱི་དང་གལ་ཆེ་གྲངས་ཉི་ས་བརྒྱད་དང། རྡ་ས་བོད་ཁྱིམ་ཁྱབ་ཁོངས་ནས་གྷེ། མ་སུ་རི་བོད་ཁྱིམ་ཁྱབ་ཁོངས་ནས་བཞི། བལ་ཡུལ་གངས་ཅན་དེ་ས་ཁྱབ་ཁོངས་ནས་གསུམ་བཅས་ཁྱོན་བསྡོམས་སློབ་སྤྱི་དང་གལ་ཆེ་གྲངས་བཞི་བཅུ་ཞེ་གསུམ་མཉམ་ཞུགས་གནང་ཡོད་འདུག། དེ་ཡང་ཕྱི་ཚེས་གཅིག་ཉིན་གྱི་ཞོགས་པ་ཆུ་ཚོད་དགུ་པོ་ཙམ་ལ་སྐུ་མགྲོན་གཙོ་བོ་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་གྲོ་མོ་མཆོག་དང། ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སློབ་སྤྱི་པ་སངས་ཚེ་རིང་ལགས། ཤེས་རིག་ཤེས་ཡོན་ཚན་པའི་འགན་འཛིན་བསྟན་འཛིན་རྡོ་རྗེ་ལགས། དྲུང་ལས་ཚེ་རིང་དབྱངས་སྐྱིད་ལགས། ཨ་ལོ་སྐྱིད་ཚོགས་པ་ནས་ཁེ་ལས་པ་གསུམ། བུ་སློབ་ཁག་གི་སློབ་སྤྱི་དང་གལ་ཆེ་བཅས་ཚང་འཛོམས་ཀྱིས་ཐོག་མ་ཤེས་རིག་ཤེས་ཡོན་ཚན་པའི་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་ནས་ཕེབས་བསུའི་གསུང་བཤད་དང་འབྲེལ་ཟབ་སྦྱོང་གི་གུས་དམིགས་དང་ཉིན་གསུམ་གྱི་རིང་ཟབ་ཁྲིད་ཀྱི་བརྗོད་གཞིའི་སྐོར་ངོ་སྤྲོད་གནང་བ་དང། དེ་ནས་སྐུ་མགྲོན་གཙོ་བོ་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་གྲོས་མོ་མཆོག་གིས་ཟབ་སྦྱོང་དང་འབྲེལ་བའི་དབུ་འབྱེད་གསུང་བཤད་གནང་ཡོད་འདུག་སྐབས་དེར་ཤེས་རིག་བཀའ་བློན་མཆོག་གིས་ཐོག་མ་ཚོགས་ཞུགས་པ་རྣམས་ལ་ལོ་གསར་པའི་འཚམས་འདྲི་དང། སློབ་གྲྭའི་མགོ་ཁྲིད་རྣམས་ཀྱིས་ཕྲུ་གུའི་སློབ་སྦྱོང་ཆེད་དུ་སྐུ་ལས་བསྐྱོན་པ་བསྔགས་བརྗོད་དང་འབྲེལ་སློབ་གྲྭའི་མགོ་ཁྲིད་རྣམས་ལ་ལས་འགན་ཆེན་པོ་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག། ཁོང་མོས་སློབ་ཕྲུག་རྣམས་ལ་སློབ་སྦྱོང་ཐོག་དོ་སྣང་ཡོང་བ་དང། དགེ་རྒན་རྣམས་ནས་ནུས་པ་གང་ཡོད་འདོན་ཐུབ་པ་སོགས་ཁོར་ཡུག་བཟང་པོ་ཞིག་བསྐྲུན་པར་སློབ་གྲྭས་སློབ་སྤྱི་དང་གལ་ཆེ་གཉིས་ལ་འགན་འཁུར་ཆེན་པོ་ཡོད་པ་གསུངས། དེ་བཞིན་མགོ་ཁྲིད་རྣམས་ལ་སློབ་གྲྭས་ཤེས་ཡོན་ཙམ་མ་ཡིན་པར་ཕྲུ་གུའི་དད་ཕྱག་དང། དགེ་རྒན་གྱི་ཉིན་རེའི་བྱེད་ལས། འཛིན་སྐྱོང་སོགས་ཀྱི་ཐད་དོ་སྣང་དང་སྟངས་འཛིན་གནང་དགོས་སོགས་གསལ་སྟོན་གནང་འདུག་དེ་རྗེས་ཤེས་རིག་བཀའ་བློན་མཆོག་གིས་སློབ་གྲྭའི་མགོ་ཁྲིད་རྣམས་ནས་དྲང་བདེན་ཐོག་ཕྱག་ལས་གནང་དགོས་པ་སོགས་ཀྱི་གསུང་བཤད་གནང་ཡོད་འདུག། མ་ཟད་ཤེས་རིག་བཀའ་བློན་མཆོག་གིས་སློབ་ཁྲིད་མགོ་ཁྲིད་རྣམས་ནས་དྲང་བདེན་ཐོག་ཕྱག་ལས་གནང་དགོས་པ་སོགས་ཀྱི་གསུང་བཤད་གནང་ཡོད་འདུག། ཉེ་ཆར་རྒྱ་གར་གོ་བ་དུ ICN ཞེས་པའི་ཚོགས་པའི་མགོ་ཁྲིད་འོག་དབྱིན་ཡིག་ཏུ Bodybuilder ཞེས་པའི་རང་ཉིད་ཤ་གནད་གལ་ཆེ། རྒྱུན་གཏན་སྦྱོང་བརྡར་དང་དམིགས་བསལ་ལུས་རྩལ་རྩེད་མཁན་གྱི་འགྲན་བསྡུར་ཞིག་བྱས་ཡོད་འདུག་པ་དང། སྐབས་དེར་ལུས་རྩལ་བ་མིང་ལ་ཧི་མཱན་ཆུ་ཤར་མཱ་ཞེས་འབོད་པའི་རྒྱ་གར་བ་ཞིག་ལ་ཐེངས་འདིའི་འགྲན་བསྡུར་ཁྲོད་ཨང་དང་པོས་བྱ་དགའ་ཐོབ་ཡོད་འདུག་ལ། ཁོང་གིས་སྡིངས་ཆའི་ཐོག་ནས་བྱ་དགའ་ལེན་སྐབས་བོད་དང་རྒྱ་གར་གྱི་གད་དར་མཉམ་དུ་འཕྱར་འདུག། ཁོང་གིས་སྤྱི་ཚོགས་བརྒྱུད་ལམ་ཐོག་ཏུ་ངའི་བོད་ཀྱི་གད་དར་འཕྱར་བ་ནི་མཚོན་རྟགས་ཙམ་ཞིག་མིན་པར། གོ་རྟོགས་ཀྱི་བོད་སྒྲ་ཞིག་ཀྱང་ཡིན། ང་ཚོས་འཐབ་འཛིང་བྱེད་པ་ནི་གར་གྱི་གད་ཁ་ལས་གར་བའི་གནད་དོན་ཆེན་པོ་ཞིག་གི་དོན་དུ་ཡིན། རྒྱ་གར་བོད་དང་ལྷན་དུ་ཡོད་ཅེས་བརྗོད་གནང་འདུག། གཟིགས་མོ་ལྷན་རྒྱས་དུས་འདི་གལ་ཆེན་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་འདི་གར་བྱུར་བྲིས་བ་ཡིན། གལ་ཏེ་ལྷན་རྒྱས་ནས་བོད་དང་གི་ཇི་གསར་འགྱུར་གས་པ་ཁག་གསན་གཟིགས་གནང་འདོད་ཡོད་ཚེ། ངོ་དེབ་དག YouTube དེ་བཞིན Instagram བཅས་ཀྱི་ཐོག་ལ་བོད་ཀྱི་བང་ཆེན་ཡང་ན Tibet Express གྱི་དྲ་ཚིགས་ཐོག་ནས་སིན་སིན་གནང་རྒྱུ་ཡོད་པས། དེ་དོན་ལྷན་རྒྱས་ནས་དགོངས་འཇགས་གནང་རོགས། ང་ཚོ་ཕྱི་མའི་ལེ་ཚན་ནང་ཡང་བསྐྱར་མཇལ་ཡོང། བཀའ་དྲིན་ཆེ།